ཟླ་དེ་རིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩེ་ལྔ་ཟླ་བ་བཅུ་གཅིག་གི་ཚེས་པ་ཉི་ཤུ་རྩེ་ལྔའི་ཞོགས་ཀྱི་ཟླ་གཙོ་བོ། ཟླ་དེ་སྔ་རེ་ཤི་ཨོ་ཝར་བ་ད་ད་ལྟའི་གི་ཁལ་མིད་རྒྱལ་ཁབ་ཀྱི་སྲིད་འཛིན་ཟུར་བ། ཁིར་སན་ཨེ་ལུམ་ཛི་ནོབ་ཁོ་རང་གི་དབུ་ཁྲིད་པའི་ནི་སོག་པོ་དད་ལྡན་མི་དམངས་མང་པོ་གཅིག་གི་དེ་རིང་སྤྱི་ནོར་ཁོངས་སུ་སྐྱབས་མགོན་ཆེན་པོ་མཆོག་གི་མཇལ་ཁ་ཞུས་གནང་ཤག་སོང་ཙང་ཐོག་མར་ད་ནང་ང་ཚོ་གི་ཅིག་ཀལ་མུག་རྒྱལ་ཁབ་ཀྱི་སྲིད་འཛིན་ཟུར་བ་ཨ་ནི་སྐུ་ཞབས་ཁིར་སན

ཨ་ནི་ཡོངས་སུ་ལེགས་པར་གྲུབ་སྟེ་ད་ལྟའི་ཆ་ལ་ཡང་ལྟ་ཅིག། སོག་པོའི་སོག་ཡུལ་ནང་ལོགས་ལ་ཡང་ལྟ་ཅིག་ནང་པའི་བསྟི་གནས་ཆེ་ཤོས་ཆགས་ཀྱི་འདུག་འོན་ཏེ་གིས་ཨ་ནི་ལེགས་གྲུབ་བྱུང་བས་ཨ་ནི་བསྙེན་པར་ཅིག་སྐུ་པར་ཅིག་འདུག་ཅེས་ཁོང་སྐྱབས་མགོན་ཆུང་མཆོག་ལ་ཡང་སྤྱན་འབུལ་ཞུས་པ་བྱུང་ཤག་ཨ་ནི་དག་ནང་བཞིན་ད་གོ་དོན་རྩོམ་པ་གཞན་གཅིག་ལས་ཨ་ནི་གསང་སྙིང་བརྟན་བཞུགས་ཀྱི་དེའི་ཐོག་ལ་ཡང་ཨ་ནི་མཉམ་ཞུགས་གནང་ཡག་རེད་ཨ་ནི་དམིགས་བསལ་དུ་ད་ཁོང་གི་གསུང་ཡང་ཅིག་སྟེ་ཁོང་སྐྱབས་མགོན་ཆེན་མོ་མཆོག་དང་ཨ་ནི་སེང་ཆེན་བཟོ་བ་ཁོང་གཉིས་ཀྱི་བར་ལ་ཡང་ལྟ་ཅིག་དེ་སྔ་ཅིག་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ནས་ཕྱེད་ད་ལོ་མང་པོ་ཅིག་རིང་ལ་ཡང། དམིགས་བསལ་གྱི་ཐུགས་ཁྲེལ་ཟབ་མོ་ཡོད་པ་གཅིག་དང། དམིགས་བསལ་དུ་ད་ལྟའི་བའི་ལོ་ངོ་དེ་དག་གི་ནང་ལོགས་ལ་ཡང་ད་ཐེངས་མ་བཅུ་མ་ཟིན་ཚེ་དུས་བཞིན་ཁོང་སྐྱབས་མགོན་ཆེན་པོ་མཆོག་དང་ནི་མཇལ་འཕྲད་གནང་རྗེས་གང་ལྟར་དེ་འབྲེལ་གྱི་སྐལ་པ་བཟང་པོ་ཞུ་བ་བྱུང་བ་འདྲེ་གསུངས་གནང་གི་འདུག་ལ། དང་ནང་བཞིན་ད་ཅིག་བོད་སོག་མི་རིགས་གཉིས་ཀྱི་བར་ལ་ཡང་ཆ་བཞག་པའི་ནང་ད་ཆོས་དང་རིག་གཞུང་གང་ཐད་ནས་དེ་སྔའི་འབྲེལ་ལམ་བཟང་པོ་ཡོད་རེད་ལ་ད་ལྟ་ཡིན་པའི་ཡིན་ན། གཙོ་བོ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བཀའ་དྲིན་ཉག་ཅིག་ལ་བརྟེན་ནས་རྒྱལ་ཁབ་དང་མི་རིགས་དེ་ཉིད་ཀྱིས་ཆོས་དང་རིག་གཞུང་གི་འབྲེལ་ལམ་དེ་དམིགས་བསལ་གྱི་འབྲེལ་བ་དམ་ཟབ་ཅིག་ཡོད་པ་འདུག་ཅེས་གསུངས་གནང་གི་འདུག་དང་ནས་བཞིན་དེ་རིང་གི་མཇལ་ཁའི་ཁོངས་སུ་སྒོ་མང་གྲྭ་ཚང་ནས་ཡིན་པ་གང་ཞིག་ལ་ལྟ་ཅི་ཀལ་མིའི་རྒྱལ་ཁབ་ཀྱི་ལོ་རྒྱུས་ནང་ལོགས་ལ་ཡང་དགེ་བཤེས་ལྷ་རམས་པ་ཐོག་མར་ཐོན་མཁན་དགེ་བཤེས་བསྟན་འཛིན་ནོར་བཟང་ལགས་ལ་ཡང་ང་ཚོས་ལྟ་ཅི་དེ་རིང་གི་མཇལ་ཁའི་སྐོར་རེད་དང་ནས་བཞིན་ལྟ་ཅི་ཁོ་ན་ཚོས་ཀྱི་བསླབ་པ་སློབ་གཉེར་གནང་སྟངས་སྐོར་ལ་ཡང་ང་ཚོས་སྤྱི་འདྲི་ཞུས་ཡོད། མར་ཤོག་ངོ་ལ་ད་དགེ་འདུན་གྲངས་ད་ཆིག་སྟོང་ཉིས་སྟོང་ལྷག་ཚུད་ཡོད་རོ། དགེ་འདུན་པ་ད་སྡོམ་པ་ཡོན་མཁན་དགེ་སློང་དུ་སོད་ད་བརྒྱད་ལ་མར་ཤོག་ད་ཚེ་མེ་དང་ར་ད་བཅས་ལ་ནི་ད་ང་ཚོ་དགོན་པ་ད་ཚང་མ་དུར་ཤོད་དང་ནི་དགེ་སློང་དགེ་སློང་དང་དགེ་ཚུལ་ཚང་མ་ནི་ད་ཚོང་ཁང་བཅུ་ནི་ད་སྡོམ་པ་པོ་ཡ་འདི་འདྲའི་བཟོ་ག་ཤས་སེ་འོ་འདི་འདྲའི་བཅུ་འདུག་རོ། ད་དེ་བརྒྱད་ལ་ད་མར་ཤོག་མར་ཤོག་ད་ཚར་བརྒྱད་ལ་ད་ང་ཚོ་ཐོག་མར་ཆིག་སྟོང་དགུ་བརྒྱ་དགུ་ཅུ་དགུ་གཅིག་ལ་ཨ་ནེ་དགེ་བ་རིན་པོ་ཆེ་ཕེབས་ཐུབ་ཡོད་རེད་ང་ཚོ་ཁག་མི་རློམ་པ་ལ། དེ་ནས་བཟུང་སྟེ་ད་རང་ང་ཚོ་ལྟ་ནང་ཆོས་དར་ཡག་གི་དེ་འདྲ་འགོ་ཚང་མ་རེད། དེ་ནས་ཨ་ནེ་ཆིག་སྟོང་དགུ་བརྒྱ་དགུ་ཅུ་དགུ་གཉིས་ལོ་ལ་ཡང་དགེ་བ་རིན་པོ་ཆེ་ཡང་བསྐྱར་ཕེབས་ཐུབ་ཡོད་རེད་ང་ཚོ་ཁག་མི་རློམ་པ་ལ། དེ་ནས་ད་རང་ང་ཚོ་དགེ་འདུན་གྱི་སྡེ་ཆགས་ཨ་ནེ་བདེ་ལེགས་ཨ་ནུ་དགོན་པ་ཚུགས་འོ་དེ་རེད་ཤག་ཡོད་རང་ད་དགོན་པ་སྤྱི་བཏང་དེ་སྔོན་ལ་ད་ཞབས་བརྟན་ཁང་འདྲ་བོ་ཅིག་ཡོད་རེད་རང། ཡིན་ན་ཡང་རྒྱལ་བ་རིན་ཆེན་དཔལ་ཚད་ནི་འདྲ་གོ་མར། དེ་ནས་བཟུང་སྟེ་ཐག་རིང་ང་ཚོ་ད་ཕྱི་ནང་ཆོས་ད་གར་སོ་བྱེད་ཡག་གི་ད་མགོ་ཚན་པ་དེ་རྒྱལ་བ་རིན་ཆེན་དཔལ་ནས་བཟུང་སྟེ་ད་ཕི་ཕྱི་ཚིག་ན་མི་འདྲ་མི་འདུར་བ་ནི་ད་སྐུ་ཞོ་ཏི་ལོ་རིན་པོ་ཆེ་ནི་ང་ཚོ་ད་ཁག་མི་གི་བླུན་པའི་ཤ་ཆེན་བླ་མ་ལགས་གོ་ར་ང་ཚོ་ད་དབུ་ལ་རོ་དབུ་ལ་དེ་འདྲས་ཁོ་ཨ་བ་དེ་འདྲས་ནི་ང་ཚོ་ད་ཚང་མ་ཡར་རྒྱས་འགྲོ་ཡག་དེ་ནི་འདྲས་ཆགས་འདུག། ནས་སྒོ་ཕྱུགས་ཐུགས་ལམ་རིན་པོ་ཆེ་ཡིན་ན་ཁོ་རང་ང་ཚོས་ད་མི་ཟེར་གི། གང་མིན་གྱི་གྲྭ་བ་ལ་བཀའ་དྲིན་ཆེན་པོ་རེད་ང་ཚོའི་དགོན་པ་གཙོས་ཡག་དང་ཁོ་རང་ཚང་གར་ས་ད་ལས་ཀ་ཁོ་རང་བྱེད་ཡག་དང་ཚང་མ་ཁོ་རང་འགན་འཁྱེར་ནས་ནས་ལོ་མང་པོ་རིང་ལ་ནས་ད་ང་ཚོའི་གང་མིན་མི་མང་ལ་ཞབས་ཞུ་ཞུ་ཡག་རེད་བཀའ་དྲིན་ཆེན་པོ་ཚིག་ཡོད་ནས་ད་ད་ད་ད་ད་ཆ་ནས་ཡིན་ན་ད་ང་ཚོའི་ད་དགེ་འདུན་པ། འབྲང་དང་བེད་སྤྱད་ལྷག་ཉི་ཤུ་ཟེར་ཡོད་རེད། ད་ནས་ད། དམངས་ཕྱི་ཕྱོགས་སྒོ་མང་འདྲ་ཙམ་བློ་སྦྱོང་བྱེད་ཁ་བཏང་དགོས་རེད། ད་ད་ལྟ་བར་དུ་ད་དགུ་བཅུ་དགུ་གསུམ་ནས་བཟུང་སྟེ་ད་བློ་སྦྱོང་བྱེད་ཁ་བཏང་ར། ད་ནས་དགུ་བཅུ་དགུ་གསུམ་ནས་བཟུང་སྟེ་ད་ལྟ་ད་དགེ་བཤེས་རྡོ་རམས་པ་གཅིག་དང། དགེ་བཤེས་རྡོ་རམས་པ་གཉིས་དང་ཨ་ནི་དགེ་བཤེས་ཁ་བཅུ་བ་གཅིག་དང་ཨ་ནི་ད་ལྷ་རམས་པ་དུ་མ་ཆགས་འདུག་རེད་ད། དེ་དང་ཕྱོགས་མཚུངས་ཀྱིས་ཨ་ནི་དེ་རིང་གི་མཇལ་ཁའི་གི་སྣེ་ཁྲིད་གནང་མཁན་གཙོ་བོ་སྟེ་ཨ་ནི་ཏེ་ལོ་རིན་པོ་ཆེ་ཡ་འདུག་སི་ཕེ་ན་ཤག་སོང་ཙང། མཇལ་ཁ་འཁྲུ་བའི་མཚམས་ད་ག་རང་ལ་ཡང་ཏེ་ལི་རིན་པོ་ཆེ་ལ་ཡང་དེ་རིང་གི་མཇལ་ཁའི་སྐུ་དོན་གཙོ་བོ་རེད་ད་ག་ནང་བཞིན་ད་རེས་ཀྱི་མཇལ་ཁ་རེད་ཨ་ནི་སང་ཉིན་གྱི་བརྟན་བཞུགས་དེ་གས་ཀྱི་ཐོག་ལ་ཡང་ད་ཅིག་གསོག་རེད་དད་ལྡན་མི་མང་ག་ཚོད་ཚོད་ཅིག་ཕེབས་ཐུབ་ཕེབས་ཡོད་མེད་སྐོར་ལ་ཡང་ང་ཚོས་ཀྱི་བཅར་འདྲི་ཞུས་ཡོད།
སོག་པོ་མི་མང་ཐུང་མོ་ནས་གོང་ས་མཆོག་ལ་ཡང་བརྟན་བཞུགས་ཕུལ་ཡས་ཀྱི་གོ་སྐབས་ཅིག་སྔོན་མ་ནས་ཞུས་རྗེས་ད་དེ་འདུག་གཏན་ཁེལ་བ་བྱས་རྗེས་སང་ཉིན་འདུག། བརྟན་ཞུ་ཕུལ་བ་རེད། འདི་ལྟར་སྟབས་བསྟུན་རྗེས་ད་དེ་རིང་སོག་པོ་ནས་ཕ་ཆེ་མི་ལྔ་བརྒྱ་ལྷག་ལ་འདུས་ཕེབས་གནང་སྐོར་དེ་རིང་མི་ཉིས་བརྒྱ་དྲུག་ཅུ་རེ་གཅིག་འདུས་བྱས་ཁ་ཤོས་ཀྱི་གོ་སྐབས་བྱུང་ཡོད་རེད། དང་ནས་ཤིང་གེ་ནས་གནའ་ཉི་ག་ཞོགས་ཀས་ཡང་དེ་གི་ཁྲོད་དེ་གི་དེ་ཚང་མ་གནའ་ཉི་ག་དུ་འདུས་གནང་ཡ་ཆགས་དེར། ད་དེ་སྤྱི་དང་གོ་སྒྲིག་བྱེད་མཁན་ད་ཚོགས་པ་ཁག་ཁ་ཤས་ཀྱི་ཡོད་རེད་ཡིན་ན་ཡང་ང་ཚོའི་དེ་ཚོགས་པའི་གི་མིང་དང་དུས་ཚོད་དེ་ཁྱི་གི་མེད། ད་དེ་ག་རེ་ཟེར་ན་ང་ཚོའི་དེ་སོག་པོ་ཐུང་མོང་གི་ད་རྣམ་པ་རང་ཆས་ཀྱི་འདུ་ཤེས་ཤིག་ཡོད་ད་ཇི་ལྟར་བརྟེན་གཞོན་ཕུད་མཁན་མང་པོ་ཞིག་ཡོང་གི་ཡོད་ཚ་དེར་སང་ནས་ཚོགས་པའི་གི་མིང་དེ་གལ་ཆེ་རེད་ཅེས་བརྩི་གི་འདུག་བ་ང་ཚོས་དེ་ཚོགས་པའི་མིང་དང་དེ་གི་དེ་གལ་ཆེན་པོ་གནང་གི་མི་འདུག་དེ་ནས་སོག་པོ་ཡོང་གི་ད་ཐུང་མོང་ནས་ད་སོག་པོ་སི་དུས་གང་ལ་ང་ཚོས་སོག་པོ་རྒྱལ་ཁབ་འདི་གཅིག་པོ་ཅིག་ང་ཚོ་གོམ་པ་ཞིག་གི་ཡོད་མ་རེད་བསམ་གི་འདུག་ད་ནས་བཞིན་གི་ང་ཚོས་དེ་རིང་ཨུ་རུ་སུ་ཁྱབ་ཁོང་གི་དེ།

ཁོ་རང་གཉིས་མ་སྲིད་འཛིན་ལས་ཐོག་ཡིན་པའི་སྐབས་ལ་ཡར་ཕ་ཆིན་ཐེ་མ་དྲུག་བདུན་གྱི་ཕ་ཆིན་དུ་སྐྱབས་རེད། དེ་རིང་ད་ཁོ་རང་ད་སྲིད་འཛིན་ཁྱོད་ནས་ད་ཁོ་རང་ལོ་ད་མང་པོ་འགྲོ་གི་བར་དེ་ཡིན་ནས་དེ་རིང་ཡང་ཁོ་རང་ད་ཕ་ཆིན་ལོ་གཅིག་སུ་སྔོན་ནས་ཁོ་རང་མཇལ་ཁ་ཅིག་ཞུས་བྱས་དེ་རིང་དུ་གོ་སྐབས་ཞིག་གནང་བྱས་ཁོ་རང་དེ་རིང་འདིར་དུ་ཕེབས་དེ་རེད་དང་ན་གཞན་གྱི་ཨུ་རུ་སུ་ཚོང་པ།

དེ་གས་ནས་ད་ཅིག་གཙོ་བོ་དད་ལྡན་མི་མང་ལྔ་བརྒྱ་ལྷག་རེད་དག་ནང་བཞིན་ཁྲུའུ་སི་ད་དེ་གས་ཐུན་མོང་གི་ཐོག་ནས་ཁོང་སྐྱབས་མགོན་ཆེན་པོ་ཆོས་དབུ་ཤུག་གི་ཐོག་ནས་བརྟན་བཞུགས་བསྟར་འབུལ་གྱི་འདུག་ཞེས་ཞུས་ན་ཡང་རེད་བཤད།